ར་བ། ད་དེ་རིང་སྐབས་སུ་བ་ལྟར་སྐྱེ་གནས་བར་དོ་གི་རྩ་ཚིག་དེ་དེ་ག་འདྲ་གསུངས་འདུག་ཟེར་ན་ཤོག་གྲངས་ག་ཚོད་ཡོད་ཟེར་ན་སོག་གྲངས་བརྒྱད་ཅུ་གྱ་བཞི་ལ་ཡོད་རེད། ར་བ། བརྒྱད་ཅུ་གྱ་བཞི་ལ། ག་འདྲས་གསུངས་འདུག་ཟེར་ན་ཀྱེ་མ། བདག་ལ་སྐྱེ་གནས་བར་དོ་འཆར་དུས་དེར། ཚེ་ལ་ལོང་མེད་ལེ་ལོ་སྤངས་བྱས་ནས། ཐོས་བསམ་སྒོ་སྲུང་མ་ཡེངས་ལམ་ལ་འཇུག། སྣང་སེམས་ལམ་ལོང་སྐུ་གསུམ་མངོན་གྱུར་སྦྱང། མི་ལུས་ལེན་སྤྱོད་ཐུབ་པའི་དུས་ཚོད་འདིར། ཡེངས་མ་ལམ་ལ་སྡོད་པའི་དུས་ཚོད་མིན། གསུངས་ཡོད་རེད། ར་བ། སྐྱེ་གནས་བར་དོ་ག་ཚོད་ད་ཁྱེད་རང་ཚོ་གང་གང་བྱས་དགོས་ཀྱི་མིན་སྐོར་ལ་འདི་ཙག་ཅིག་འདིའི་མདོར་བསྡུས་གསུངས་ཡོད་རེད།

རྣམས་ནི་གདུགས་ཀྱི་ས་བོན་ས་ནས་གཟུགས་ཀྱི་སྐད་ཡོང་བ་ཅིག་གང་ཡང་མར་དར་བ། དར་ན་ཟླ་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས་རིན་པོ་ཆེ་ཐོབ་པ་འདིའང་ཨ་ནི་རྒྱུད་བཟང་པོ་ཅིག་རྒྱུད་ཡག་པོ་ཅིག་སྔོན་དུ་འགྲོ་ཡོད་རེད། ང་རང་ཚོ་སྐྱེ་བ་སྔ་མ་ལ་ཡང་ལུས་ངག་ཡིད་གསུམ་པའི་དགེ་བ་བཟང་པོ་ཅིག་བྱས་གལ་སྐྱོར་སྟོབས་ཆེན་པོ་ཅིག་བསོད་ནམས་ཡག་པོ་ཅིག་བསགས་པ་འདི་ལ་བརྟེན་ནས་འདི་ཡི་འབྲས་བུ་ལ་བརྟེན་ད་ནི་ང་རང་ཚོ་སྐྱེ་གནས་བར་དོ་ལ་ཨ་ནི་མི་ལུས་རིན་པོ་ཆེ་ཅིག་ཐོབ་འདོད་ཡོད་རེད། དེ་མི་ལུས་རིན་པོ་ཆེ་ཐོབ་པའི་དུས་ཚོད་འདི་ལ་ཨ་ནི། ང་རང་ཚོའི་དུས་ཚོད་འཕྲོ་བརླག་དང་ཡ་ཡོད་མར་དར་བ་ང་རང་ཚོ་དགའ་དུས་ང་རང་ཚོ་སྔ་ཕྱིའི་མ་གཏོགས་ང་ཚོ་ཚང་མ་ཤི་འགྲོ་ཡ་རེད་དང་ཤི་བ་བརྒྱ་རྩ་བརྒྱ་རེད་ཤི་གི་རེད་དེ་ཡིན་ན་ཡང་དགའ་དུས་ཤི་ཡི་རེད། བཟང་ཉིན་སྣང་ཉིན་དགའ་དུས་ཤི་ཡི་རེད་དེ་སུ་གཅིག་གིས་ཡང་ལབ་ཐུབ་གི་ཡོད་མ་རེད་ཧ་གོ་གི་ཡོད་མ་རེད། ད་དེ་ནས་སྨྲ་ཤེས་པའི་དུས་ཚོད་ལ་དུས། བརྒྱ་རྩ་བརྒྱ་ཤི་ཡའི་ཐག་ཆོད་པའི་གི་ད་དུས་ཚོད་འདི་དེ་ལ་ང་རང་ཚོ་ད། ལེ་ལོ་དང་རྣམ་དབྱེའི་དབང་དུ་ཤོར་ན་ནི་འཇིག་རྟེན་འཁོར་བའི་ཆོས་ལ་ཆགས་བསྡད་པ་ཡིན་ན། དེ་འཕྲོ་བརླག་འགྲོ་ནས་སྐྱེ་བ་ཕྱི་མ་ལ་ནི་ངན་སོང་སྐྱེ་འགྲོ་བ་རུ་ལེགས་དོ། ད་དེ་ནི་ཆུའི་གཏམ་ཡང་ཡོད་མ་རེད། ད་ནི་ཟླ་བ་བརྒྱད་དང་བཅུ་བ་བཅུ་ཚང་བ་མི་ལུས་རིན་པོ་ཆེ་དེ་ཤེས་ཐག་ཆོད་རེད་ནམ་ཞེས་ཧ་མ་གོ་བའི་དུས་ཚོད་འདིའི་སྐབས་སུ་ལ་ང་རང་ཚོ་གིས་ད། དམ་པའི་ཆོས་སངས་རྒྱས་བཅོམ་ལྡན་འདས་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་འཛམ་བུ་གླིང་འདིའི་ནང་ལ་ནི་ཆོས་འཁོར་ལོ་བསྐོར་བ། སངས་རྒྱས་ཀྱི་བསྟན་པ་དང་ནི་གནས་བདེ་བ་རེད་གནས་བདེ་བའི་སྐབས་སུ་ལ་སངས་རྒྱས་བསྟན་པ་དུ་ཚོད་ཀྱིས་དེ་དམ་པའི་ཆོས་དུ་ཚོད་ལ་ནི་ཐོས་བསམ་སྒོམ་གསུམ་གྱི་བྱ་བ

ད་འཇིག་རྟེན་པ་ཅན་ནི་ང་རང་ཚོ། འཚོ་བ་བསྐྱལ་དགོས་རེད་འཚོ་བ་བསྐྱལ་ཏེ་འཚོ་བ་སྒྲུབ་དགོས་རེད། དུས་ཚོད་ཞེ་རགས་རག་གི་མ་རེད། མ་རག་པ་ནས་ཉི་མ་གཅིག་གི་ནང་ལ་སྐར་མ་ལྔ་བརྩི་ཆོག་སྐར་མ་བཅུ་བརྩི་ཚུལ་མེད་ན་ཡང། ལུས་ངག་ཡིད་གསུམ་གྱི་ཐོག་ནས་འགལ་བ་གང་བསགས་ཐུབ་ཀྱི་འདུག་འདི་བསགས་པ་ཡིན་ན་ཕན་ཐོགས་རྒྱ་ཆེན་པོ་ཅིག་ཡོད་རེད། འདི་སྨན་པ་རྗེ། ལས་ལས་དབང་དུ་ཤོག་འཇིག་རྟེན་འཁོར་བའི་ཆོས། མིང། སྙན་གྲགས་ཕ་མ་སྤུན་མཆེད། ག་རེ་རྒྱུ་ནོར་ལོངས་སྤྱོད་དེ་ག་དེ་འདི་གཅིག་པུ་གི་གཅིག་ཏུ་ཆགས་ཤིང་དེའི་དབང་དུ་རྣམ་སྨིན་ཤོར་ནས་འགྲོ་གི་ཡོད་ན། རྗེས་མ་ང་ཚོ་ཤི་འགྲོ་བའི་སྐབས་སུ་ལ། ཕན་ཐོགས་པ་དེ་ག་རེ་རེད། སོ་སོ་དགེ་བ་དང། དགེ་བ་འདི་མ་གཏོགས་ཅིག་དུས་ཚོད་ཀྱི་ཕན་ཐོགས་ཀྱི་མར་དར་བ། ཤི་འགྲོ་བའི་སྐབས་སུ་ལ་དེ་ནི་ང་རང་ཚོ། ཅིག་དགའ་ཚོ། མར་སྒོམ་སྐྱེས་ནས་དེ་ནི། སྤུ་སྟོད་མ་ནང་བཞིན་བྱས་ནས་སོ་སོ། གཅེས་པར་བསྐྱངས་པའི་ལུས་དེའང་བློས་བཏང་ནས་སོ་སོ་གཅིག་པུར་འགྲོ་དགོས་ཀྱི་རེད་ད། དེའི་སྐབས་སུ་ཁྱོད་རང་ཚོ། སྤུ་གུ། སྐྱེས་དམན། ཕ་མ། སྤུན་མཆེད། མིང། སྙན་གྲགས། རྒྱུ་ནོར། ལོངས་སྤྱོད། ཤི་བོ་ཅི་བསགས་བཞག་པ་ཡིན་ན་དུས་ཚོད་ཀྱི་གང་ག་ཕན་ཐོགས་ཀྱི་མར་ད། རོ་ཨ་འདི་མ་ཕན་པའི་ཚབ་ལ་འདི་རུང་དེ་དུས་སྐབས་སུ་ཁྱོད་རང་རྒྱུ་ནོར་མང་པོ་ཡོད་པ་འདི་ཚོ་ལ་ཆབ་སེམས་པ་ཆག་ཆག་ཆེན་སྐྱེ་ཨ་ནི་ཕ་མ་སྤུན་མཆེད་དེ་ཚོ་ལ་ཆག་ཆག་ནས་དེ་ཆག་གི་ཆག་གི་ཤི་འགྲོ་བ་ནི་དེ་ནི། ཁ་ཞེ་དྲུག་ལ་སྐྱེ་བ་བླངས་ནས་དེ་རོ་ཨ། བྱས་ཙང་དེ་ནས་ཡིན་དུས་སྐལ་ལྡན་གྱི་བར་དུ་འདིའི་སྐབས་སུ་ལ་ང་རང་ཚོ་སྐྱེ་བ་བཟང་པོ་བླངས་པ་འདི། སྐབས་ལ་ལེ་ལོ་དང་རྣམ་གཡེང་འོག་ཏུ་ཆུད་ཟོས་མ་བཏང་བ་ཞིག་ནི་ཉི་མ་རེ་བཞིན་དུ་ཡང་དེ་ནི། ཨ་ནི་གདམས་པའི་ཆོས་ལ་ཨ་ནི་བསམ་བློ་བཏང་ནས་ཨ་ནི་དགེ་སྦྱོར་ས་དགུ་ཡོད་ལྷག་པར་དུ་ང་རང་ཚོ་ད་ཅིག་དགེ་བ་གོང་ནས་གོང་དུ་སྤེལ་ཐུབ་ཀྱི་ཡོད་ན་དེ་ནི། ལྟ་ཕྱིས་བཟུང་བའི་ཡུལ་དང་ང་རང་ནང་འཛིན་པའི་སེམས་ཀྱིས་དེ་ནི་སེམས་ཅན་དེ་དག་ཐམས་ཅད་དེའང་ནི་རང་བཞིན་གྱིས་བདེན་པར་མ་གྲུབ་པར་བ་ང་རང་རྨི་ལམ་ནང་སྒྱུ་མ་སྒྱུ་མ་ལྟ་བུར་བ་འཁྲུལ་སྣང་རེས་འཁྲུལ་བའི་སྣང་བར་སྣང་བ་ལྟར་དུ་ཡུལ་ལུས་ངོ་ནས་གྲུབ་པ་ཅི་ཡང་ཡོད་མ་རེད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་གསུང་ཡོད་རེད་བ་ང་རང་ཚོ་ད་ཉིན་མོ་རྨི་ལམ་བཏང་བསྡད་ཡོད་རེད་གསུང་གི་འདུག་སྐྱེ་གནས་བར་དོ་དེ་ཉིན་མོ་གི་རྨི་ལམ་རེད་མཚན་མོ་ཉལ་བསྡད་ཡོད་སྐབས་སུ་རྨི་ལམ་དེ་མཚན་མོའི་རྨི་ལམ་རེད་བ་གཉིས་ཀ་རྨི་ལམ་རེད་གཉིས་དང་འཁྲུལ་སྣང་རེད་ཟེར་ལབ་ཀྱི་འདུག